དེ་དག་གིས་ཐོབ་པར་དཀའ་བའི་དལ་འབྱོར་གྱི་མི་ལུས་རིན་པོ་ཆེ་ཐོབ་ཟེར་ལབ་མི་དགོས། ད་ནི་དལ་འབྱོར་གྱི་མི་ལུས་རིན་པོ་ཆེ་དེ་ཤིན་ཏུ་ནས་ཀྱང་ཐོབ་པར་དཀའ་བ་ཅིག་ཡིན་མོད། དལ་འབྱོར་གྱི་མི་ལུས་དེ་མ་ཐོབ་འགྲོ་ཅི་བས་ས་ཅན་རྩ་ལེ་ར་ཆོས་དྲུག་གི་གི་ཐབས་མེད་ཐབས་མེད་ཅིག་ཡིན་མོད། སྡུག་བསྔལ་འདི་འཁོར་བའི་སྐྱབས་མཚོ། དཔེར་ན་ཆུ་སྣ་ལས་ཕག་རྒལ་འཇོག་གོ་བ་ཅན། གྲུ་གླུ་ཏན་ཏིག་གིས་དེར་གྲུ་འདི་རྒྱས་པའི་ཆུ་རྒལ་འཇོག་གོ་བ་ཡིན་པས། གྲུ་ལུ་མ་བསྟན་པ་ཉམས་གསོ་རྗེ་རྒྱལ་ཐབས་མེད་དུ་རྩོམ་པའི་སྒྲ་རི་ནང་པ་རྣམ་དྲུག་གི་རྒྱལ་བོ་ཡིན་རྣམ་གྲུ་ཡར་གྲུ་ར་ཡིན་དེ་རྣམ་གྱི་གྲུ་ཟེར། དཔལ་གྱིས་རྩོམ་པའི་འཁོར་ཡུག་རྒྱ་མཚོ་ལས་གྱེར་བ་ལུ་མི་ལྷོད་རིན་པོ་ཆེ་གི་གྲུ་འདི་ལུ་སྟེང་གོ་ཟེར། དེ་ལྟ་བུ་གི་མི་ལྷོད་རིན་པོ་ཆེ་དེ་འཇམ་སྟོང་སྟོང་མི་ཐོབ། ཐོབ་པར་དཀའ། ཐོབ་པར་དཀའ་ཚུལ་འདི། རྒྱུ་ཡི་སྒོ་ལས་རྙེད་པར་དཀའ་བ། ངོ་བོའི་སྒོ་ལས་རྙེད་པར་དཀའ་བ། དཔེ་ཡི་སྒོ་ལས་རྙེད་པར་དཀའ་བ། གྲངས་ཀྱི་སྒོ་ལས་རྙེད་པར་དཀའ་བ། ཀུན་བཟང་ལ་མི་ཤེས་ལུང་དང་པོ་བ་ཅའི་ངོ་བོ་དལ་བ་ལ་བསམ་གཏན་རྙེད་པར་དཀའ་བ། ཁྱད་པར་གྱི་ཆོས་སྦྱོར་བ་ལ་བསམ་གཏན་རྙེད་པར་དཀའ་བ་ཟེར་ཏེ་བརྟག་ཏོ། ཚིག་འགྲེལ་མི་བྱ་སྟེ་འདི་གའི་དོན་དག་གི་ཤེས་ཉིད་ཨིན་དང་བར་དུ། དལ་འབྱོར་ཞེས་བསླབ་དགོས་མོད་ཀྱི་དང་པོ་དལ་ཞེས་མི་སྟེ་ཧ་གོ་གོ། དལ་ཞེས་མི་སྟེ། ཁོ་མི་སྐྱིད་ལོ་དལ། ད་དོ་ང་ཅག་རེ་འཇིག་རྟེན་གྱི་ཁ་སྐྱེལ་ལོ། ང་དལ་བུ་ཡིན་ཟོ་དང་ཁོ་མི་ལོ་རྒྱུས་ཡིན། ང་ལོ་ལགས་ནིམ་གཅིག་བི་ནི་ཡུལ་ཆོས་གོམ་ག་དད་ག་སོ་ད་ང་དད་བེ་གའི་ཨའོ་ད་དེ་ང་མི་དད་མི་གོམ་བེ་སོ་ད་དེ་བེ་ལུག་མི་ཕིན་དེ་ཨ་ནི་རྩོམ་པའི་ད་ཐུག་གི་དད་བ་དེ་ག་ཅིག་གི་དད་བ་ཡིམ་ཟེར་བ་ཅན་ཆོས་བེ་གོམ་བེ་གི་དད་བ་དེ་ཡིན་ཨ་ནི་ཆོས་བེ་གོམ་བེ་གི་དད་བ་དེ་དད་བ་འགས་ཚང་གོ་ཟེར། པའི་དལ་བ་བརྒྱད་དེ་ཡང་དེ་ལས་མ་ཁུ་མི་བརྒྱད་ཡུལ་མ་ཁུ་མི་བརྒྱད་དང་བྲལ་བ་དག་དལ་བ་བརྒྱད། མ་ཁུ་མི་བརྒྱད་ཀྱི་ག་ཁྱིམ་ཟེར་བ་ཅན་མི་ཁོམ་པ། དམྱལ་བ་ཡི་དྭགས་བདུན་འགྲོ་དང་ཀླ་ཀློ་ཚེ་རིང་ལྷ་དང་ནི། ལོག་ལྟ་སངས་རྒྱས་སྐྱིད་སྟོང་པ་ལྐུགས་པ་འདི་དག་མི་ཁོམ་བརྒྱད། འདིའི་འབྲས་ལས་དང་བར། དམྱལ་བ། དམྱལ་བ་ལུས་སྐྱེས་ཕྱོགས་བྲོས་བྱེད་པའི་ས་ཆེན། ཚ་གྲང་གི་སྡུག་བསྔལ་བདེ་ར་ཉིན་མཚན་ཁོར་ཡུག་མེད་པ། མདའ་རྡོ་ང་ཆ་ར་ན་འཇིག་རྟེན་པ་མི་ཁོམ་པའི་ཟས་དུག་ཟོམ་སྨན་པ། ཏི་མ་པ་ལེ་ར་ཅན། ཉིན་མཚན་ཁོར་ཡུག་ནང་དུ་ལོ་སྐད་གཅིག་གཡུ་ཙམ་སྐྱེས་ཡང་དེ་ལ་ས་སྟོང་མེད་པ། ཚ་གྲང་གི་སྡུག་བསྔལ་བདེ་ར་མྱོང་འདོད་ནི་མ་གཏོགས་དེ་དང་པོའི་ཆོས་བྱེད་པའི་གི་གོ་སྐབས་སུ་མེད་དེ། དེ་སྤུ་ཙམ་སྐྱེས་ཡང་མི་ལྟེ་བི་ནས་འདི་གི་མི་ཁོམ་པ་ཨིན་དེ་གི་མི་ཁོམ་པ་ཅིག་བས་ཀྱང། ཡི་དྭགས་སེམས་མིན་ཏེ། ཉིན་མཚན་མེད་པར་འཁོར་ལོ་བཀྲེས་སྐོམ་གྱི་སྡུག་བསྔལ་འདི་རང་མྱོང་འདི་ནི་མ་གཏོགས་བཀྲེས་སྐོམ་སེམས་མིན་ཏེ། སྟོབས་བུ་སྐྱེ་འཕགས་སྐོམ་ལ་ཡི་དྭགས་ཀྱིས་ལག་དེའང་གཉེར་བ་ཡིན། འདི་འདི་ཀྱི་སྡུག་བསྔལ་མྱོང་ཉིན་འདི་རང་མ་གཏོགས་དེ་འཁོར་ལོ་ཆོས་སྐྱིད་པའི་གེགས་བསྐལ་བ་རྩ་ནས་ར་མིན། དེ་ལས་དུད་འགྲོ་འདི་ལོ་བླུན་རྨོངས་རྐུས་སྤྱོད་དང་གཅིག་ན་གཅིག་བསགས་ཟེར། དེ་དུད་འགྲོ་ལ་ལོ་གཅིག་གཅིག་གིས་གཅིག་ལོ་བསགས་དེ་གེ་ར་འདོད། དུད་འགྲོ་ལ་ལོ་བརྒྱ་ང་ཚ་ར་མིག་གིས་དེ་ལས་གཡོག་དགོས། དེ་ལས་འཁོར་རྣམས་ལ་བསམ་ནས་བླུན་རྨོངས

འཕན་ཡུལ་པའི་རྩིས་སྤྲོད་མི་སྒེར་ཀླ་ཀློ་རྒྱག་ཚུལ་ཡུལ། དེ་དག་ཐོས་མིང་འདི་ངེས་སུ་མི་ཤེས། བདག་ནི་ཀླ་ཀློ་འདི་གི་གང་འདུལ་ཡུལ། དེ་བཟུང་འབའ་བ་ཅན། དེ་ཆོས་རྗེ་འབའ་ལོ་བྱེད་པའི་ཐབས་རོ་མི། དེར་ཁོག་གི་ཆོས་རྗེ་རེ་ར་དེ་ཕྱི་བཞུགས་བ་ཡག་སོང་འདི་གི། དེ་ལས་ཚེ་རིང་ལྷ། ཟེར། སྤྱིར་གྱི་ལྷ་བཅུ་ལུགས། འདོད་ཁམས་ཀྱི་ལྷ། གཟུགས་ཁམས་ཀྱི་ལྷ། གཟུགས་མེད་ཁམས་ཀྱི་ལྷ། ང་ལྕགས་རི་རྨིད་ལས་པའི་འདོད་ཁམས་ཀྱི་ལྷ་བཞེངས་སོ་ཚེ་རིང། འདོད་ཁམས་ཀྱི་ལྷ་ཡང་མ་འོངས་པ་ལས་གོང་མ་གོང་མ་ཚེ་རིང་འདི་ལས་ཡང་གཟུགས་ཁམས་ཀྱི་ལྷ་གོང་མ་གོང་མ་ཚེ་རིང་འདི་ལས་ཡང་གཟུགས་མེད་སྐྱེ་མཆེད་མུ་བཞི་འདི་ན་ལོ་བདུད་བཞི་མེད་ཚེ་ལྷ་སྲིན་མི་འདི་བསྐལ་པ་བརྒྱད་ཁྲིའི་བར་དུ་ལོ། དེ་ལས་འདུ་ཤེས་རགས་པ་འདི་འགགས་དེ་ཀྱིས་ད་འདུ་ཤེས་ཐ་བ་གཅིག་གི་ངང་དུ་གནས་ནས་འདི་ཀྱི། དེ་དམ་པའི་ཆོས་སྐྱེས་བུ་ཀྱི་བསྐལ་བ་མི་བསྐལ་པ་བརྒྱད་ཁྲི་ཀྱི་བར་དུ་དེ་ཆོས་རྩ་ལས་འདས། བི་བི་བསྐལ་བ་མེད་པ་འདི་བཞིན་དང་དེ་འདི་ན་ལས་འཕེལ་བའི་སྐབས་སོ།

དེ་མཆོད་འབུལ་གྱི་གོ་སྐབས་འདི་ཁོང་ལོ་མིན། སྐྱིད་པའི་གཉེན་འདི་གའི་ང་ཚ་མི་འདི་ལོ། ལྷ་བའི་ལག་པའི་ལུས། ལྷ་ལས་ལྷ་གོ་མི་དེ་ལྷ་ལས། གཟུགས་ལས་ཧིན་གྱི་གོ་ལས་ལྷག་མི་སུ། ལོངས་སྤྱོད་རྒྱས་ལྷག་མི་སུ། ཚེ་རིང་ཐུང་གོ་ལས་ལྷག་མི་སུ། ནས་ཆོས་དྲུག་པའི་སྐལ་བ་དང་ལྡན་ནས་དེ་གའི་ལྷ་བའི་ལག་པའི་ལུས་སུ་ལྷ་མི་བརྒྱ་ནི་ཡིན། ད་འདི་ལྟ་བུ་དགེ། ལྷ་བཅུ་སྟོང་དང་ལྷག་པར་དུ་ཚེ་རིང་པའི་ལྷ་ལུས་སྐལ་བ་ཅན། དེ་རྣམས་ནི་ས་མའི་ཆོས་བྱེད་དུ་མ་གོ་མིན། ལོག་ལྟ་སེམས་མེད་དེ་སྤྱིར་རྒྱལ་བའི་འདབ་བརྡལ་ཕྱི་རོལ་པའི་ལྟ་བ། རྟག་པར་ལྟ་བ་དང་ཆད་པར་ལྟ་བ། རྟག་པར་ལྟ་བ་སེམས་མི་དགེ། ངའོ་སྙམ་པའི་གྱི་བདག། རྟག་པ། གཅིག་པུ་བ། རང་དབང་ཅན་ཡུལ། དེ་ལན་ཏེ་འཇིག་རྟེན་ཁམས་ཐམས་ཅད་ཀྱི་བྱེད་པ་པོ་ལྷ་དབང་ཕྱུག་ཆེན་པོ་རྟག་པ་ཡུལ། ཐམས་ཅད་རྟག་པར་འཛིན་མི་དང་དེ་ལས། ཆད་པར་ལྟ་བ་སེམས་མི་དགེ་ཚེ་སྔ་ཕྱི་མི། ལས་རྒྱུ་འབྲས་མི། ལས་བསགས་པ་པོ་མི། སེམས་ཅན་ཐམས་ཅད་དུས་གཅིག་ཏུ་སད་ས་ཁྱེད་རུང་སྡིག་པ་ཡ་མི། འདས་ལོ་ག་དུས་གཅིག་གིས་དེ་སྦྱིན་པ་དང་དགེ་བ་སྒྲུབ་པའི་ས་ཁྱེད་རུ་ཕན་ཡོན་ཡ་མི། ཁྱད་པར་རྟ་བ་ཨ་ནི་སོ་ཀ་ར་ལོག་རྟ་དབྱིན་བ་དབྱེ་བ་ཅན་རྟ་ལོག་སུམ་ཆ་དྲུག་ཅུའོ་ཟེར་རྟ་འདི་དང་འདི་ཚོ་གཉིས་སུ་མི་ལྡེབ་པའི་ས་ཁྱེར་རོ། འདི་དང་ཆ་མཐུན་པ་དེ་ང་ཅག་ར་གའི་སངས་རྒྱས་ཡོད་པར་མི་ལྡན། དགེ་བ་སྒྲུབ་དུས་ཀྱི་དེ་ལས་ཕན་ཡོན་ཐོབ་པར་མི་ལྡན། སྡིག་པ་སྤེལ་དུས་ཀྱི་དམྱལ་བར་འཇུག་མིན་མི་ལྡན་དམྱལ་བར་སེམས་ན་ག་དུས་ཡོད་མོ་དེ་ན་ར་ཅོ་ས་ག་གི་མཐོང་ཅིའོ། ག་གེ་ཤེས་ཅིག་གོ། ཞེས་སོ་ཤོབ་ཡིན་ཟེར་ལ་མི་སོ། དེ་ག་རང་ལོག་ལྟ་ཡིན། ད་ནི་ལོག་པར་ལྟ་བ་ཟེར། དེ་ལོག་པར་ལྟ་བ་འདི་རྒྱུ་ལུགས་གལ་ཆེ་བ་ཅན་གཞན་ག་ཅི་ལ་ཚང་ཟེར་གྱི་རོ། དེ་འཁོར་ལོ། ཁྱོད་ཀྱི་བདེན་འཛིན་མ་རེད་ཁས་མ་ལེན་ནི་འགྱིག་གི་དེ་ཕན་མ་ཐོགས་པས། སངས་རྒྱས་ཀྱིས་སྟོང་པ་ཞེས་མི་དེ། སངས་རྒྱས། འཇིག་རྟེན་དུ་མ་བྱོན་པའི་གིས་བསྐལ་པ་འདི་ལོ། དེ་སངས་རྒྱས་ཀྱིས་སྟོང་པ་ཟེར་ལ་མི་ཡིན། སངས་རྒྱས་འཇིག་རྟེན་དུ་མ་བྱོན་པའི་བསྐལ་པ་ཡོད་པས་ན་ཟེར་བ་ཅན་དེ་བསྐལ་པ་བསམ་གྱིས་མི་ཁྱབ་པ་ཡོད། པས། འདི་ན་ལུས་སྐྱེ་བ་ཅན་དེ་ལས་དེ་ཆོས་ཅན་དུ་མི་གོ་འམ་ཟེར། དེ་ལས་ལྐུགས་པ། ལྐུགས་པ་དེ་མེད་དེ་ད་དོ་ང་ཅག་རེ་ཁ་ལས་སྦ་བ་ཅན་ད་ཙག་གི་ཡིད་མེད་ཀྱི་ལུས་ཡ་ང་ལྐུགས་པ་དང་ཡིད་ལྐུགས་པ། སྤྱིར་གྱི་ང་ལྐུགས་པ་ཡིད་བརླན་པ། ང་ལྐུགས་པ་དེ་ཁ་ལ་མ་ཤེས་མི་དེ་ཡིན་པས་ཁ་ལ་མ་ཤེས་མི་དེ་ལུས་ཡ་དེར་སངས་རྒྱས་ཀྱི་ཆོས་འབེལ་བའི་གེགས་དེ་ལས་ཐབས་ཤེས་རྩ་ལེ་ར་མི། ཁ་བསླབ་ཤེས་བྱེད་ཀྱི་འབེལ་ས་ཅི་རུ། དེ་ལས་སེམས་ལས་སུ་མ་རུངས་པ་ཅན་དལ་གྱིས་ཡང་བཀུག་པ་ཡིན། དེ་ལྷག་པར་དུ་ཁ་བསླབ་ཤེས་སེམས་ཀྱི་རྣོ་ཤེས་མི་བྱེད་དགུ་བྱེད་མི་སྐྲག་དགུ་སྐྲག་ག་དུས་ཅི་བགྱིས་དེ་ལས་དེ་རིགས་པ་རྣམས་ལས་ཡོད་ས་ཅི་རུ། དགེ་འདུན་གྱི་རྣམ་བཟའ་འདི་མ་ཤེས། དེ་དགེ་བའི་འབྲས་བུ་དང་ཕན་བའི་འཇིགས་པའི་ཉེས་དམིགས་ཚོལ་ལོ་རྩ་ལེ་ར་དེ་ལས་ཡིད་མ་ཆེས་དེའི་རང་བློ་ཕན་པའི་གེགས་དེ་རྣོ་བསམ་གཏང་མ་ཤེས་པ། ཀྱི་བུད་མེད་ཚོ་ཡང་དེ་དོན་དུ་ལྐུགས་པ་གི་གྲངས་སུ་ཡིན་ཡིན་ཟེར་ཨ་ནི་རྒྱའི་ལུགས་སྐད་ཆེ་བ་ཅན་དེ་དམ་པའི་ཆོས་ཙཀླི་ར་དེ་གྲུབ་མ་ཚུགས། དེ་གྲུབ་པའི་གི་ཐབས་ར་མེད་ཀྱི་ཡིན་དེ་ད་དུང་ང་ཅག་ར་ཨ་ནི་རྒྱའི་ག་ནི་ལུས་ཡ་མ་ཀེ་ཟེར། དམྱལ་བ་ལུས་མ་ཀེ་ཡི་དྭགས་ལུས་མ་ཀེ་དུད་འགྲོ་ལུས་མ་ཀེ། ཀླ་ཀློ་ལུས་མ་ཀེ་ལྷ་ཚེ་རིང་པོ་ལུས་མ་ཀེ། སངས་རྒྱས་ཀྱིས་སྟོང་པ་ལུས་ཡ་མ་ཀེ་ལྐུགས་པ་ལུས་ཡ་མ་ཀེ། དེ་ལས་གང་ནི་ཀུན་རལ་མ་སྐྱེས་སྐྱེ་བ་ཅན་ད་དུང་ལྕགས་རལ་དེ་ནི་རྫོབ་མི་ཚུགས་ཆུ་ཉིལ་མི་ཚུགས། རྒྱལ་བ་བགེགས་ཀྱི་རང་ལོ་ཚང་ག་མི་ཚང་ག་ཁྱེད་རང་གིས་དེ་བརྟགས་ཤིང་དཔྱད་བདེ་གི་རང་གི་རྒྱུད་ལ་ལྟ་དགོས་ཡིན། རྒྱལ་བ་བགེགས་ཚང་པ་ཅན་ཆོས་སྒྲུབ་པ་ལོ་ཁོམ་པས་ཁོམ་པ་ཅན་དེ་ཆོས་སྒྲུབ་པའི་གི་དུས་ཚོད་ཡིན། འདི་ན་ལུས་མ་ཁོམ་ཟེར་བ་ཅན་དེ་ག་ཅིག་གིས་མ་ཁོམ་པས་ན། འདིའི་ཁ་ལུས་ཡ་ད་རུ་ར། བདག་ཀུན་དགེ་སློང་སྤྱན་རབ་འབྱམས་ཀྱིས། བདག་ཀུན་བཟང་ལམ་མེད་ཤེས་ལོངས་སོ་ན་ལོ། ཁྲེལ་གཞུང་རྐྱེན་གྱིས་མི་ཁོམ་པ་བརྒྱད་དང། རིག་བྱེད་བློ་ཡིས་མི་ཁོམ་པ་བརྒྱད། བདག་ཉིད་ཚོགས་ཀྱི་དགྲ་རུ་མ་ཁོམ་པ་ཁ་བསྐང་ཡོད་པས། དང་པོ་ཁྲེལ་གཞུང་རྐྱེན་གྱིས་མི་ཁོམ་པ་བརྒྱད། དུག་ལྔ་འཁྲུགས་དང་བླུན་རྨོངས་བདུད་ཀུན་ཟིན། ལེ་ལོ་ཅན་དང་ལས་ངན་འཚོ་ཕྱིར་འདོད། གཞན་དབང་འཇིགས་ཚུབ་ཆོས་ལྟར་སྤྱོད་པ་སྟེ། ཁྲེལ་གཞུང་རྐྱེན་གྱིས་མི་ཁོམ་རྣམ་པ་བརྒྱད། ད་ལྟ་སྐྱེ་ཁོམ་གྱིས་མི་ཁོམ་པ་བརྒྱད། གང་ནི་ནོར་ལྷའི་མ་སྐད་ཅིག་གིས་ཁོམ་བདེ་གི་འབད་སར་བྱེད་རུང།

ཡིད་ཀྱི་དྲིལ་བུ་ཐོག་ཐོག་འབེབས་ཏེ་ཆོས་སྒོར་ཞུགས་ས་བཅུ་རུ་ཆོས་ཀྱི་ཚིག་བདུན། ཚིག་དེ་ཅི་ཡང་དེ་ལས་དེ་འཁོར་ལོ་ཧ་གོ་བྷིད་ཀྱི་གོ་སྐབས་མེད་པ། སྐྲ་ནི་མགུ་རྨོངས་འདི་སྐད་ལ་ལུས་སོམས་མེད་དེ་འདི་ཡང་དེ་ཁྲེལ་གཞུང་གིས་མི་ཁོམ་པ་ཅི་ཡིན་མེད། ད་བསྡུས་སོམས་ག་ནས་མེད་པ། ཆོས་རྗེ་བྷིད་ཀྱིས་དེ་ལས་མནོ་བསམ་བཏང་འདི་ཀྱི་དོན་གཉེར་སྐད་ཅིག་ཞུགས་ས་ཅི་རུ། ད་ཧ་འཁོར་ལོ་ལྟ་བ་ཕྱིན་ཅི་ལོག་པ་ལྟོས་མེད་ཀྱིས། དེ་དགེ་བའི་བཤེས་གཉེན་ལོག་པ། ལམ་ལོག་པར་ལྟོས་མིན། ཡང་ན་རྟག་པར་ལྟ་བའི་ལམ་ལྟོས་མིན། ཡང་ན་ཁྱད་པར་ལྟ་བའི་ལམ་ལྟོས་མིན། ཡང་ན་ཀླ་ཀློའི་ཆོས་འཚལ་བ་ཆོས་གསུམ་སྣང་བ། དང་ཆོས་རང་མིག་ཨ་གནས་པའི་སྲེད། དེར་སྡིག་པ་ཨ་གནས་པའི་སྒྲུབ་བ་ཅན་དེ་ཆོས་ཐར་པ་ཐོབ་ཟེར། དགེ་བའི་བཤེས་གཉེན་ཕྱིན་ཅི་ལོག་པར་ཅི་ལྟར་བཤད་དེ་ཀའི་དགེ་ལུགས་དེ་བདེན་འཛིན་རེད། ལམ་མ་ཡིན་པ་གཅིག་གིས་ཆོས་སྦས་སྤྲོས་པ་ཅན་དེ་དགེ་ཡ་མ་གྲུབ་ཡིན་པས་དེ་ལ་ལུགས་ཅན་འདི་ཚོ་ག་ནས་མེད་པ། པ་ཆུ་ངོ་མ་གི་ཐུགས་ལོ་ཡོད་ས་གཅིག་རོ། ལེ་ལོ། ནག་མེ་སྲབ་མེ་དགྲ་ཆུས་བཟི་སྟེ། དེ་ཆུ་ལོ་བཅོས་འབྲུས་སྲིན་མོས་བརྒྱག་ཨ་ཅེ་ཅེ་ཡང་གི་སྐད་མི་ཚུགས་པ། ལྟོ་ས་ཉེས་དག་ནང་པར་བེ་དག་གི་སྣང་སེ་བེ་དག་གི་སེ། བཅོས་འབྲི་ཨ་ཅེ་ཅེ་སྐད་མ་ཚུགས་པར་རང་གི་ལེ་ལོ་གི་དབང་གིས་ཆུ་ཐམས་ཅད་ཕྱི་ཤོར་དུ་བཏང་སྟེ་དལ་གྱིས་བེ་མི་སེ་འཛུགས་ཏེ་སྐད་དེ་ཡང་མི་ཁོམ་པ་ཡིན་པས། དེ་ལ་ལུས་ཀྱི་ལས་ངན་འཚོ་ཆེན་བརྡོལ་སེ། ལ་ལུས་སྐྱིད་འདུག་དེ་ལས་འདས། ལས་ངན་པ་ཅི་བགྱིས་ཀྱི་འབྲས་བུ་སྨིན། དེ་ལྟོས་རང་གི་ལུས་ཀྱི་ན་ཚ་སེམས་ཀྱི་སྡུག་བསྔལ་ལ་སོགས་པ། ཅི་བགྱིས་སྙིགས་དུས་སྡུག་འོང་སྟེ། དེ་འོང་པའི་སྐབས་སུ་རང་གི། སྙུན་གྱི་ལས་ངན་གྱི་འབྲས་བུ་དབྱིན་པ་མི་ཤེས་པ་སྟེ་དེ་ལུས་དེ་སེམས་ཡིད་ཐང་ཆད། ཆོས་ལུགས་ཡིད་ཆེས་སྐྱེས། ལ་ལུས་སྐྱིད་ཀྱི་ཨ་འུ་དམ་པའི་ཆོས་དེ་ཁམས་འཁྲུལ་མི་འདུག་དེ་ལས་འདས་ཆོས་སྤང་གི་ལས་བསགས་རྒྱུ་མེད། དེ་འདི་ལྟ་བུ་ཡོད་ཟེར། དེ་ལ་ལུགས་གཅིག་ནི་དེ་གཞན་དབང་དུ་སོང་སྟེ་རང་བློ་རང་དབང་རྩ་ལས་མེད་པ་གཞན་གྱི་བྲན་དུ་ཁོལ། འདིར་རང་བློ་རང་དབང་མེད་པར་དེ་གཞན་གྱི་འོག་ཏུ་སྡོད་དགོས་ནི་འདི་གི་དེ་འདི་ལོས་ཡོད་དེ་ཆོས་བྱེད་པའི་ཐབས་མེད་འདི་མེད། དེ་ལ་ལུགས་གཅིག་ནི་ཆོས་པའི་ས་བཅད་རོ། འཇིགས་སྐྱོབ་སེ། འཇིགས་སྐྱོབ་སེ་མེད་དེ། དག། འཇིག་རྟེན་པ་དེ་འདོད་པ་ཅན་ནི་ཡང་ན་ཁྲའི་བོང་ནི་ཡིན་པས་ཡང་འུ་ལག་བོང་ནི་ཡིན་པས་ཡང་ནི་ཡུལ་ཁ་ལོ་དེ་ལས་འཇིག་རྟེན་པ་གི་ལག་པའི་བསྒོ་བས་ཡང་ན་སྟོབས་མི་ཐོབ་པས་ནོ། དག་ནི་སྟབས་མ་དེ་བས་འཇིག་པ་དེ་སེམས་ཉིད་ཀྱི་དོན་ལོ། དེ་འཆོར་བའི་གྲངས་སུ་དུས་འདོད་པ་ཅན་དག་ནི་བདེན་ནོ། དེ་འཆོར་བའི་གྲངས་སུ་དུས་འདི་ལྟ་སྟེ་འདི་ཡང་མི་ཁོམ་པ་ཡིན་པས་དེ་ཀྱི་ཆོས་རྣམས་དག་ལ་སྦྱོར་མ་ཐུབ་ཡིན་པས།

དེ་ཚུར་ཆོས་ཀྱི་དབང་དུ་སོང་སྟེ་ཡང་དག་པའི་ཆོས་ཀྱིས་བསྐལ་བ་ཕྱེད་བརྒྱད་ཀྱིས་འཇོའོ། དེ་ཨ་མྱེས་དགེ་བཅུ་འདུ་འཕྲལ་འབྱུང་རྐྱེན་གྱིས་མི་ཕོངས་པ་བརྒྱད་དང་མི་ཕོངས་པ་བརྒྱད་ངོ་མ་འདི་གའི་ཁ་ལོ་ཨ་ནི་བྱ་ཚོ་ཡོད་མི་བརྒྱད་ཨ་དང་བྱ་ར་ཕྱོགས་པའི་མ་ཧུམ་ཡིན་པས་དེའི་ཁ་ལོ་རི་ཆེ་ལོ་ཡི་མི་ཕོངས་བརྒྱད། བཅིང་བ་དམ་ལྡན་ཀུན་སྤྱོད་ཤིན་ཏུ་ངན། མི་དགེ་འདུས་བྱས་ཆོས་ལ་སེམས་དཔའ་འབྲལ་སྡོམ་དང་དམ་ཚིག་འཆལ་བ་ཞེས་བྱ་བ་རི་ཆེ་ལོ་ཡི་མི་ཁོམ་རྣམ་པ་བརྒྱད། གཉེན་གྱི་སྲེད་པ་ཆེ། རང་གི་ནོར་བསྒྲུབ་པ་ལ་སོགས་པ་ཁྱིམ་གྱི་འཆིང་བ་དང་པོ་དང་བརྟེན་ཏེ། བཅིང་བ་འདི་གིས་བཅིངས་འདི་གིས་ཆོག་པས་མ་སོ། ལ་ལུས་ཀྱི་ཀུན་སྤྱོད་མིག་གི་གཞི་དེ་ར་ར་ཁོ་ར་ངན་པ། བསམ་པ་ངན་པ། སྤྱོད་པ་ངན་པ། ཡིད་བྱེད་ངན་པ་འདི་ལོ་ག་དེ་སྤྱི་ར་སྤྱོད་གོ་ཆབ་སེ་བྱེད་རོ་ཅོག་ཐབ་རྩ་ལས་མེད་པ་དེ་རང་གི་རྒྱུད་ལང་ཤོར་དུ་སོང་སྟེ་དེ་དང་པོའི་ཆོས་པས་མ་སོབ་ཡིན་པས་ལ་ལུས་ཅིག། དེ་ལས་མི་དགེ་བ་ལུས་སྤྱོད་འདི་གིས་ཐ་ན་ཆོས་པས་ཀྱི་ཚུལ་ལ་ཟིན་ས་བྱེད་རོ།

དེ་དོན་རྩ་ལས་སྨྲས་པ་དམ་པའི་ཆོས་འདི་ལོ་དེ་དོན་ཉེར་ཚང་མའི་སྨོད་པ་ལས་སྣང་བ་གང་ཟེར་པའི་བདེན་མིན་དང་པས་སོ་སོ་ཐར་པའི་སྒོ་རུ་ཞུགས་ཏེ་སོ་ཐར་གྱི་དེ་སྡོམ་པ་ཉམས་ཏེ་དེ་ཕྱི་མ་ངན་སོང་དུ་འགྲོ་བའི་རྒྱུ་བསགས་པ་དང་གསང་སྔགས་ཀྱི་སྒོ་རུ་ཞུགས་ཏེ་གལ་ཏེ་གསང་སྔགས་ཀྱི་རྩ་ལྟུང་དེ་སུ་མི་བསྲུང་པ་དེ་བླང་བ་དང་བྱེད་གྲོགས་ལོ་དམ་ཚིག་ཉམས་ཏེ་དེ་དངོས་གྲུབ་ཀྱི་སྐལ་བ་བཅད་རྡོ་རྗེ་དམྱལ་བར་འགྲོ་བའི་རྒྱུ་བསགས་པ་ནི་བེད་མེད་དེ་ལོ་རི་ཆེན་བློ་ཡིས་མི་ཁོམ་རྣམ་པ་འགས།

ལྟ་མི་ཧོམ་བརྒྱད་ཀྱི་རིམ་པ་དེ་སྟེ་བྱེད་པའི་ཤེས་བྱ་ཡི། སྦྱོར་བ་བཅུ། རང་སྦྱོར་ལྔ་དང་གཞན་སྦྱོར་ལྔ། རང་སྦྱོར་ལྔ་དེ་ཞབས་བྲོ་བྱེད་པའི་ས་ཅན། སང་གི་བྱོན་དང་དལ་ཆོས་གསུང། མི་གཉིས་དབུས་ཀྱི་དབང་པོ་ཚང། ལས་ཐ་མ་ལོ་གནས་ལ་བརྟེན། དང་བར་དུ། མི་དམིགས། མི་ལུས་རིན་པོ་ཆེ་ཐོབ་གོ། མི་ལུས་རིན་པོ་ཆེ་སེམས་མེད་དེ་ལྟར་ཅི་དགོངས་ལས་སེམས་ཉིད་ཀྱི་རྒྱལ་བ་དགེ་དང་འབྱོར་པ་བཅུ་དགེ་སྦྱོར་གྱི་ཆོས་བཅོ་བརྒྱད་ཚང་མས་འདི་ལུས་མི་ལུས་རིན་པོ་ཆེས་བསླབ་ཨིན། འདི་མ་ཚང་མིག་གིས་གཉིས་ལུས་དབྱིན་པ་ཙམ་གྱིས་ལུས་མི་ལུས་རིན་པོ་ཆེས་མི་ཐོབ། མི་ལུས་བལ་པ། མི་ལུས་ཙམ་པོ་བ། མི་ལུས་བྱུར་པོ་ཆེས་བཞག་གོ་ཨིན། དགའ་སྟོན་གྱི་རྟེན་འབྱོར་ཆོས་སྐྱོབ་ཀྱི་ཚང་མི་འདི་ལོ་མི་ལུས་རིན་པོ་ཆེ་ཟེར་དེ་ལྟ་བུ་གི་མི་ལུས་རིན་པོ་ཆེ་དེ་མ་ཐོབ་འགྲོ་ཅི་བས་ས་ཆེན་དམ་པའི་ཆོས་དང་རྒྱལ་མི་ཚོ་དམ་པའི་ཆོས་སྒྲུབ་མི་ཚོ་ད་དུང་ང་ཅག་གི་མི་ལུས་རིན་པོ་ཆེ་དེ་ཐོབ་ནི་འདི་གི་རྒྱབ་སྐྱོར་གྱི་ལུས་སྟེང་ཁྱད་པར་ཅན་གྱི་འབྱོར་པ་གཅིག་འབྱོར་པ་གི་འབྲས་ལས་འདི་ཡ་ཚང་སྲིད་ཟེར། མི་ནི་དབུས་སྐད་ཟེར། དབུས་སྐད་ཟེར་མི་བདེ་ལུ། ད་ཕག་དབྱེ་བ་ཅན་ས་ཚིགས་ཀྱི་ཡུལ་དབུས་དང་དབུས་ཚིགས་ཀྱི་ཡུལ་དབུས་ཟེར་ཁྱད་པར་གཉིས་ཡོད། ས་ཚིགས་ཀྱི་ཡུལ་དབུས་ཟེར་མི་བདེ། དཔེར་ན་རྒྱ་གར་རྡོ་རྗེ་གདན་སྟག་པོ། བསྐལ་པ་བཟང་པོའི་སངས་རྒྱས་སྟོང་སངས་རྒྱས་སྤྱན་གཟུགས། སྔར་གྱི་དུས་སུ་ཆོས་གཅིག་གི་ཡུལ་དང་ས་གཅིག་གི་ཡུལ་གཉིས་ཆགས་པ་ཡིན། དེ་དེ་ན་ལོ་ཆོས་ཀྱི་འཁོར་ལོ་བསྐོར་འདུག་པའི་བར་སྐབས་ལོ་མུ་སྟེགས་བླ་ལུག་གིས་བཟུང་པའི་སྐབས་སུ་ཆོས་གཅིག་གི་ཡུལ་དབུས་མེད་ས་སྐྱེ་རུ་ཡང་ས་གཅིག་གི་ཡུལ་ཡིན། ཆོས་གཅིག་གི་ཡུལ་དབུས་སེ་མི་དེ་སངས་རྒྱས་ཀྱི་བསྟན་པ་དར་མིན་གྱི་ལོ་གོ་ཡིན། དཔེར་ན་བོད་གངས་ཅན་ལྗོངས་ལྟ་བུ་དེ་ཧེ་མ་ཆོས་གཅིག་གི་ཡུལ་དབུས་མེད་རུང་དེ་ཤུལ་མ་སངས་རྒྱས་ཀྱི་བསྟན་པ་དའུ་ད། སྐད་ཆོས་གཅིག་གིས་ཡུལ་གཡུལ་དབྱིངས། ས་རྡོ་ལྔ་ལྕགས་དྲ་གྲུག་ལུང་པ་གསུམ་འདི་ལོ་སངས་རྒྱས་ཀྱི་བསྟན་པ་དར་དུས་ཡུལ། དོན་ངོ་མ་ངོ་མ་དེ་སངས་རྒྱས་ཀྱི་བསྟན་པ་དར་སྲོལ་གྱི་སྒོ་ནས་ཡིན། ད་རེས་ང་ཅག་སངས་རྒྱས་ཀྱི་བསྟན་པ་དར་བའི་ས་ཆ་འདི་འདྲ་ལུགས་སྐལ་བ་ལས་མེད་དེ་གའི་ཡུལ་གྱི་འབྱོར་པ་དེ་ཡང་ཚང་སྲིད་ཡིན་ཟེར། དབང་པོ་སྒོ་ལྔ། དབང་པོ་སྒོ་ལྔ་གི་གྲས་ལས་གང་རུང་གཅིག་མ་ཚང་པ་ཅན་དེ་དམ་པའི་ཆོས་སྒྲུབ་མ་ཐུབ། ང་ཅག་རེ་མིག་གིས་མཐོང་ས་ཡིན། དཔེར་ན་མི་དགེའི་དབང་པོ་ལོ་ཐོ་ཕོག་ཆེ་བ་ཅན་དམ་པའི་ཆོས་པའི་དཔེ་ཆ་རྟ་ཉིད་དང་སྐུ་གསུང་ཐུགས་རྟེན་རྒྱན་ཉིད་དང་དེ་ཚུལ་གྱིས་བསྐལ་བ་མི་མངའ་བའི་དབང་པོ་གཟུང་བྱེད་མ་ཚང་ས་ཅི་རོ་དེ་ཆོས་ཉིད་འདི་གའི་གོ་སྐབས་རྩ་བ་ལས་ར་བྱེད་རྒྱུ་བས་ད་དུང་ང་ཅག་དབང་པོ་སྒོ་ང་འདི་ཐམས་ཅད་ཚངས་པའི་ཐོབ་བྱེད་དུ་འོ་དེ་གའི་སྦྱོར་བ་གསུམ་ཚང་ཡིན། ལས་ཐ་མ་ལོག་སའི་ལས་ཐ་མ་ལོག་ཚེ་མི་དགེ་མི་ལུས་ཡ་ཐོབ། ཆོས་དར་བའི་ས་ཁ་ལུས་ཡ་སྐལ། དབང་པོ་སྒོ་ང་ཡ་ཚང། ཚང་དུ་སྐྱེས་པའི་ས་སྐྱེ་རུ། དེ་སྐྱེས་པ། ལ་དེ་ཕྱི་སྦྱོར་ཁ་ལོ་ལས་སྐྱེས་ཐ་ལོག་དེ་སྐྱེ། ཡང་ན། ཕ་བསད་པ་མ་བསད་པ་ལ་སོགས་པ་ཚ་མེད་ལྔ་ཡི་ལ་བས། ཡང་ན་ནི། དེ་ལས་འདས། ཆོས་སྤོང་གི་ལས་བསགས། ཡང་ན་ནི་སེམས་དཔའ་དང་སྨད་འཚོང་ལ་སོགས་པའི་གི་ལག་ན་རྫུས་འདོད་པ་ཅན་ཁོ་ལས་ཀྱི་མཐའ་ལོག་ཡང་སོ་འདི་གི་བེར་མ་ཐོགས་པས་ད་དུང་ང་ཅག་གི་ལས་ཀྱི་མཐའ་ཡང་མ་ལོག་པ་དགེ་བ་ལུས་མེད་པ་སྐད་ནི་འདི་གི་དེ་ཡི་སྦྱོར་བ་བཞི་ཚང་སྲིད། ད་དད་པ་སྐྱེ་བའི་གནས། སངས་རྒྱས་ཀྱི་བསྟན་པ་ལུས་དེ་མ་བསྒྲིབས་དུ་བྱེད་པའི་ས་ཅན། དེ་བེར་མི་ཐོགས་ད་དུ་དད་པ་སྐྱེ་བའི་གནས་སངས་རྒྱས་ཀྱི་བསྟན་པ་ལུས་དེ་འདི་གི་དེ་འདི་གི། སྦྱོར་བ་ལྔ། ཨ་ནི་སྦྱོར་བ་ལྔ་བརྒྱས་རང་བློ་བསྟན་ཏེ་ཚངས་སྒོ་ནི་དེ་ཀའི་རང་སྦྱོར་ལྔ། ད་ལྟའི་རྗེས་སུ་གཞན་སྦྱོར་ལྔ། སངས་རྒྱས་བྱོན་དང་དེ་ཆོས་གསུངས་བསྟན་པ་གནས་དང་དེ་རྗེས་འཇུག། གཞན་ཕྱིར་སྙིང་ནས་བཙལ་བའོ། དང་བར་དུ་སངས་རྒྱས་འཇིག་རྟེན་དུ་བྱོན་པའི་བསྐལ་བ་ལོ་མ་ཀེབ་ཀྲུག་བྱེད་པའི་ས་ཅན། དེ་ཕན་མི་ཐོགས། སྐལ་བཟང་གིས་སངས་རྒྱས་སྟོང་རྩ་གཉིས་བྱོན་པའི་འཇིག་རྟེན་ལྷག་པར་དུ་རྣམ་འདྲེན་བཞི་པ་སངས་རྒྱས་ཕྱག་འཚལ་ཐུབ་པ། བྱོན་པའི་འཇིག་རྟེན་གྱི་ཁམས་ལོ་སྐལ་གཉིས་འདི་ཀའི། དེ་དེ་གའི་སྟོན་པ་ཁྱད་པར་ཅན་གྱི་སྦྱོར་བ་འདི་ཡང་ཚང་བའི་ཡུལ་ཡོད། སངས་རྒྱས་འཇིག་རྟེན་དུ་མ་བྱོན་པའི་གི་འཇིག་རྟེན་ཧམ་ཡོད་བི་ན་ཟེར་བ་ཅན་སངས་རྒྱས་འཇིག་རྟེན་དུ་བྱོན་པའི་གི་འཇིག་རྟེན་འདི་ལུ་སྒྲོན་མེའི་བསྐལ་པ་སངས་རྒྱས་འཇིག་རྟེན་དུ་མ་བྱོན་པའི་གི་བསྐལ་པ་འདི་ལུ་མུན་པའི་བསྐལ་པ་འཇིག་རྟེན་གྱི་ཁམས། དུང་ཕྱུར་གྲངས་མེད་དཔག་ཏུ་མེད་པ་ཅིག་གི་ནང་ན་ལུ་སངས་རྒྱས་བྱོན་པའི་གི་འཇིག་རྟེན་གྱི་ཁམས་རེ་རེ་གཉིས་གཉིས་མ་གཏོགས་མི་འོང། དང་མུན་པའི་བསྐལ་པ་བརྒྱ། ལྔ་བརྒྱ།